དང་པོ་སྤྲུལ་ཡ་ཡིན་པ་ཡ་ད་གོ་འདའ་ཆ་ས་ནི་ཉི་མའི་གུང་ལ་ད་ད་འདའ་འདྲེ་འགྲོ་བཞི་རེ་ད་ང་ལ་ཞུ་ད་མེད་སྐབས་ཡོད་མ་རེད་ཡིན་ནའི་ད་ད་འདའ་དང་པོ་སྤྲུལ་ཨ་ནི་གོ་འདའ་ཉེ་དུས་ཨ་ནི་ད night routine ལ་ཡོད་ར་འོན་ཏེ་གོ་འདའ་ཉེ་དུས་ཨ་ནི་ངས་ག་རེ་བྱུ་གུ་ཡོད་དེ་ནི་ཁྱུག་ཚེ་ཁྱེད་རང་ཚོ་མཉམ་དུ share བྱེད་གོ་སེམས་སོ་ག་ཅི་ལ་ན་འདི་ངས་ལ་ཉེས་ཀྱི་ཅི་ད་འགེ་ངས་ཀྱི་དེ་འདྲེ་དྲ་རྒྱ་ཐོ་ད་དེ་འདྲེ་ལ་ཞག་རྩི་ད་དེ་འདྲེ་ཉོ་རྒྱུ་བ་ཅི་ངས་མ་ཉིན་ཐུང་ཅི་སུ་ཡོད་རེད་ད་ད་འདའ་ཡ། ཚོགས་ཆུང་ནང་ངས་མང་པོ་བྱས་ནས་བསགས་བ་ཡོད་རེད་ནས Subscriber New Subscriber འདི་འཛུགས་ཀྱི་ཆེད་དུ་ནི་ད་རིང་དགོན་བདག་ང་རང་ག་འདྲ་ཕུལ་ཆེད་བྱེད་ཀྱི་ཡོད་དེ་ངས་ཁྱོད་ཚོ་ལ་ཁྱུགས་སྟོན་དགོས་བསམ་སོང་ད་ད་རིང་འདི་འགྲོ་འི་ན་ད་ང་འགྲོ་འི་ནར་ད་ཅི་ཐང་གི་ང་ལ་དགོན་བདག་འདི་བྱུ་འི་ལ་ནི་ཏག་ཏག་འདྲེ་མེད་རོ་ནི་མ་ཏག་པ་བྱུ་དེ་རི་ནས་ད་ཞག་ཚི་ཁ་ཤས་འགྲོ་འི་ན་ད་ང་མང་པོ་ཡང་སི་ཡང་སི་ཕུལ་ཆེད་བྱས་བྱུ་ར་ངས་འོ་འདི་འཛུགས་སྟོན་དགོས་བསམ་སི་ར

ཨ་ནི་འོ་འདི་ཁྱུགས་སུ་བཏོན་དགོས་བསམ་སོང་འདི་ངས་ལས་ད་ད་རོགས་པ་ཁ་ཤས་ཀྱི་ཉིན་རྗེ message དེ་འདྲས་བྲིས་ནས་ཨ་ནི་ཨ་ཁྱོད་ཤག་ཚིག་འདི་ག་རེ་བྱུ་གོས་གལ་སྲིད་ངས་མ་བཏོན་རྒྱུ་དེ་འདྲས་འདྲས་དེ་འདྲས་སྐོར་བཤད་ངས་མང་པོ་འདུག་ར་ཨ་ནི་དམིགས་བསལ་གྱི་འོ་འདི་འཛུལ་ཡིན་ཨ་ནི་ད་རིང་གི་ངེད་ཀྱི་དགོན་བདག་གི་བྱུ་ཡ་དེ། ད་ག་ལོག་རེད། ཞེས་ཙི་ཏི་མིང་མ་གསུངས་ནས་ད་དེ་མང་ཆེས་ཀྱིས་ཧ་གོ་སྐྱོག་ད་ནམ་རྒྱུན་ང་ཚོ Middle Class ལའོ་ར་ད་དཀྱིས་མ་ཚང་མ་གི་ཉོ་ཐུ་ཡ་ཞེས་ཙི་ད་ང་རང་ག་རེ་བེད་སྤྱོད་དང་འོ་འདི་ཅིག་སྟོན་དགོ་བསམ་སོ་ཅི་ད་ངེད་ངེད་འདི་ངེད་ཀྱི་ཉིན་ཐུང་ནང་ལས་ད་ཞེས་ཙི་དེ་ཚོ་ག་ཤེས་ད་མང་ཆེས་མཐོང་ཡོ་རུ་ཡ་ཡིན་ནས་ད་ད་རིང་ཡིན་ན་ངེད་ཀྱི་དགོ་ད་ཆུ་ཡ་དེ་ནི་ཞེས་ཙི་མ་གསུངས་ནས་ཁོ་རང་གི་ལས་ད་དེ་ག་རེ་ག་ལེ་ཡིན་ལ་ན་ལོ་རེར་ཕ་རིས་ལེགས་ད་ལོ་རེ་དགའ་གཅིག་ཡིན་ཡ་ད་ལོ་རེར་ད་མེ་བི་ལིང་འགྲོ་འི་ན་ད་ཕལ་ཆེར་མི་ད་ཕལ་ཆེར་གི་ཧ་མ་གོ་ངེས་ཡོད་མ་རེད་བསམ་གི་འདུག་ར་འོ་འདི་ཕྱི་ནས་ད་ད་རིང་ང་རང་འགྲོ་འི་ན་ལོ་རེར་དགའ་གཅིག་བྲོ་བྲག་ལ་འོ་ར་ད་ལོ་རེར་དགའ་གཅིག་ནི་འདི་འདྲའི་གདོང་ལ་ཆུ་ཡ་ད་དགོན་ཟླ་ཉེ་དུས་ནི་ཞག་རྩི་རེ་ད་འདི་འདྲའི་ཁ་ལས་ཆུ་རྩེད་འདི་འདྲའི་དམིགས་བསལ་དཀའ་དཀའ་སེ་སེ་མི་འོ་ཆེ་ཞག་རྩི་རང་ནི་ཤ་ཁོ་ར་ལ་ཕན་ཡ་གི་ནི་ཞག་ཚིག་ག་རེ་ག་རེ་བྱུག་ཡོད་མེད་ངས་འོ་འདི་ཁྱུགས་སུ་སྟོན་དགོས་བསམ་ག་ཅན་ད་ལོ་རེད་དེ་མི་ཚང་མ་ཡི་ངོ་བཞིན་དེ་ཡི་དོ་ཡ་འདི་གང་ལ་ད་ང་ཚོ་འདི་པ་སུའི་སྤྲོ་བས་ན་ད་ལོ་རེད་ཚམ་ཚམ་བརྒྱ་ཆ་ལྔ་བཅུ་བཅའ་ཡི་རེད་འོ་འདི་དུས་མྱུ་གུ་ཡོད་པ་ང་རང་འགྲོ་བས་ན་རྟག་པ་འོ་འདྲེ་ཡི་བརྒྱ་ཆ་ལྔ་བཅུ་བཅའ་དུས་ནི་ག་རེ་རྫོགས་འདུག་ག་རེ་རྫོགས་མི་འདུག་འདི་ད་ཨ་མགྱོགས་པོ་མགྱོགས་འོ་འདི་གཉིས་གཉིས་ཟིན་འདྲེ་ཉོས་ཞག་གི་ཡོད་པ་བརྒྱ་ཆ་ལྔ་བཅུ་བཅའ་དུས་ར་ནི་གོང་ཆེ་ག་བཅའ་གོ་ར་ཡ་ནི་བས་ན་ནམ་རྒྱུན་གཅིག་མྱུ་གུ་ཡོད་ན། ང་ག་རེ་གཉིས་ར་འོ་ར་འོ་འདི་འགྲོ་བ་ནི་ད་དང་པོ་དེ་ལ་ད་ལྟ་ང་དང་འདྲེ་འགྲོ་བཞིན་ར་ང་ཚོ་དང་མཉམ་དུ་སྤྲུལ་ར་ད་ངས་གར་ཐུག་སྟོན་དགོ་ར་ངས་ག་རེ་བྱུ་ད་འདི་ཟ་ངི་ཟི་ངི་འདུག་དེ་ལ་ནི་འོ་འདི་ལ་ནི་ཁྱོད་ཚོ་དགོངས་པ་མ་ཚུང་རོགས་གྱིས།

དོང་སྐམ་པོ་ཡི་ངན་བྱས་ན། དོང་ཚ་བ་དང་ལམ་ས་སྤྱོད་ཡི་ཤུགས་ཆེན་པོ་ཞུ་མ་ཕུར་ར་བ་འདི་ལ་འོ་སམ་ས། ཏིས་སེ་འདྲེ་འདྲེ་ཆེ་ཏིས་ཁོ་ལེན་པ་དེ་དེ་ནས་སྐྱོན་སི་ཁེ་ཡོད་མ་རེད། ཨ་ནི། ད་ངས་དེ་དོང་ཡི་ཙི་ག་ནས་བཀྲུས་ཚ་ས་ད་དེ་ཅུ་ལ། དཔེ་ན་ང་དྲོ་ཡི་ན་ཨ་ནི། ཆུ་དེ་དྲོ་ནུར་ལ་ཡོད་དོ་ཡ་དྲོ་ནུར་ཡི་ན་དེ་ཆུ་གོས་པ།

ངས་འདི་ངའི་ལས་དོན་བཏོན་ཡིན་པ་དེ་ཡིན་ན་གལ་སྲིད་ཡང་ཁ་ཤས་འདི་ཡག་པོ་འཕྲོད་གི་ཡོད་ནོར་ད་ད་ད་འདི་ག་རེ་སྣེལ Ninety Six ག་ཅི་དོ་ཡ་དེ་ཡིན་ན་འདི་ཆུ་གཏོར་རེ་འདི་བྱས་ཨ་ནི་ཧན་ཏེ་དེ་ཡི་འདི་རེ་ག་རེ་ཁོ་རང་ག་ཅི་སི་རམ་ལ་ཡོད་དོ་སི་རམ་རེད་ཨ་ནི་ཡའི་འདི་ནང་བཞིན་འདི་ག་ཅི་གལ་སྲིད་ཞག་རྩི་ཡིན་ན་དེ་ཞག་རྩི་བས་ཡོད་རེད། ཨོ་འདི་འགྲོ་བ་རེད་ད། འདི་འགྲོ་བ་ཡིན་ན་ང་གར་ལ་ཉེ་འཁྲོ་སི་ལ་ན་གི་སི་གདོང་པ་སྐམ་པོ་ཡིན་ན་ཡག་པོ་འདུག་ར་ཡིན་ནས། དཔེ་སྐམ་པོ་ཡིན་ན་ཡག་འདི་ཞུ་བོ་ལགས་གི་ཡིན་མི་འདུག་དྲང་པོ་བཤད་ན་ངས་བྱས་ན་འདི་ང་རང་གི་བསམ་ཚུལ་རེད་ད་ད་ད་སྣེར་ག་ཅི་འདི། འདི་ག་ཅི་འགྲོ་བ་ཡིན་ན་ཁྱོད་རང་ཚོ་གདོང། ཧ། སྐམ་པོ་ཡིན་པ་བཅས་ལ་ཞུ་བོ་སྐམ་པོ་མེད་ན་ཡག་འདི་དཔེ་ཡག་པོ་འཐུང་ནས། གཞན་པ་ཡང་ང་ནང་བཞིན་བཞུགས་སྐམ་ཕྲ་ན་ཡང་འདི་བཞུགས་ཕན་གྱི་མི་འདུག་ཡིན་ནས་ད་ང་འགྲོ་བས་ན་ངའི་གཞག་ཚེ་ཆེན་པར་བྱུགས་ཡང་མཚམས་མཚམས་འདི་བྱུགས་འདྲ་བྱེད་རང་འོང་འདྲ་བྱེད་ན་ད་ཡང་ཕན་གྱི་འདུག་འོ་འདི་བྱས་གཙོ་བོ་ར་སྟེ་ཨ་ནི་ད་ད་ལྟ་ངས་དོང་སྤྱི་དྲངས་ཀྱིས་དོང་བཀྲུས་སོ་ཨ་འདི་བཀྲུས་ཚར་ན་ཨ་ནི་ཆུ་གཏོར་ར་སྟེ་གཏོར་ནི་དེ་ལྟར་ཚར་ན་ད་ང་འགྲོ་བའི་ནི་སི་རམ་ཡིན་ན་ཡང་ཁེ་སིང་མ་ཡིན་ན་ང་ད་ལྟ་ལོ་རེ་ག་ཅིག་སི་རམ་བྱུགས་ཡོད་པ་དེ་རྫོགས་ར་ཡིན་ནས་དེ་ངས་དགེ་བསྙེན་ནི་འདུག་ནང་ལ་མང་པོ་ཞིག་ན་སྟོན་ཡོད་རེད་དེ་འགྲོ་བའི་ནི་ད་ད Ordinary ག་ཅིག Hyaluric Acid རེད་དེ་ད་དོང་པ Dry ཁོ་རང་རང་ག་ཅིག་རེད་འོང་དེ་ནི་དེ་འགྲོ་བའི་ནི་ཁྱོད་རང་ཚོ་དེ་ཐིག་པ་ཐིག་པ་དེ་ངོ་འཇུག་ཅིག་དེ་ངོ་འཇུག་ཅིག་འདི་གསུམ་གྱི་འགྲིག་གི་འདུག་ར་ང་འགྲོ་བའི་ནི་དེ།

ད་ལྟ་བཀྲ་ཡི་སྐྱིན་ཟླ་འདི་འདྲའི་ག་ཅི་ཡོད་རང་འདི་ཆུ་ནས་འགྲོ་བར་དང་པོ་དང་པོར་སྤྲུལ་སྤྲུལ་ཚར་ན་ཆུ་ད་ལྟ་སྤྲོ་ནོར་ཆུ་ཟ་ངེས་སྤྲོ་ནོར་ཆུ་སྤྲོ་ནོར་ལ་ནི་ཆུ་གཏོར་རེད་དེ་གཏོར་ཚར་ན་ང་ཤི་ནས་ཟིལ་རམ་ཆུ་ཟིལ་རམ་ག་རེ་ཆུ་གོས་ནས་ད་ལྟ་ང་ད་ལྟ་ལོ་རེའི་ག་ཅི་ད་གཙོ་བོ་ཞེ་ད་ངས་ཤེས་གཏམ་གཡུགས་ཚར་ཤ་ཞེན་པ་ཁྱོད་ཚོ་ལ་གྱུགས་སེ་བསྟོད་ནས་འགྲིག་གི་འདུག་ར་ད་ང་དེ་སང་ད་ལྟ་འདི་འོ་སྤྲོ་ནོར་རི་ག་ཅི་འདི་ཆུ་ཡོད་པ། ཨོ་འདྲ་འགྲོ་བ་རེད་ཤག་ཨ་ནི་གཞན་པ་ད་དེ་ད་ལྟ་ཚ་སོ་ཨ་དེ་དེ་འདྲ་བོ་ཡིན་ན་ཨོ་ཏྲོ་ན་རི་ཡ་ཞིག་དེ་ཡིན་ན་ཧར་ཏྲོ་རི་ཡ་སི་དེ་ཡིན་ན་ཡང་འདྲ་བྱུ་ར་རྒྱུ་ར་ངོ་མ་ཤ་བ་ཅེ་ཏིས་ཀམ་པུ་ཆ་ཡུལ་དུ་སམ་ར་ལམ་ས་ཞག་རྩི་བྱུ་ཤ་ན་ཡག་པོ་འདུག་ད་ཨ་ནི་དེ་ནས་ངས་ཨ་ཅེ་ད་ག་ཤོད་ཆི་ཡ་གི་ཞག་རྩི་ལའོ་ར་དེ་གི་སྙེ་མ་ཡ་ངས་སྟོན་འོད་ད་དེ་ལོ་རི་ཡ་ནང་ལོ་རི་ཡ་དེ་མིད་ནཱིད་ཁྲིམ་ལ་ནི་ཡོད་རེད་དེ་ཁྱེད་རང་ཚོ་མཐོང་གི་ཡོད་ན་དེ་མིད་ནཱིད་ལ་ནི་ཁྲི་ཡོ་རི་ཡ། ཤི་དམ་ནག་པོ་ཅི་ཡོད་རེད། དེ་འདྲ་བའི་ན་ད dry skin ལ་དངོས་གནས་ཡག་པོ་འདུག་ཡ་ང་འདྲ་བའི་ན་ད་གདོང་པ་སྐམ་པོ་ལ་དེ་ཧང་སང་ཡ་ཡག་པོ་འདུག་ཞག་རྩི་ཁོ་ཞག་རྩི་མང་པོ་འདུག་དངོས་འདུག་ཡག་པོ་འདུག་ད་ཞག་རྩི་མང་པོ་དགོ་ངེས་ཡིན་ན་ད། ད་སི་རམ་བྱུག་ཚ་ས་སི་རམ་བྱུག་ཚ་ན་ནི་ཞག་རྩི་ཞག་རྩི་དེ་བྱུག།

ཞེས་གཏམ་དེ་འདི་འདྲའི་ནག་པོ་བཅོས་འདི་འདྲའི་མིག་ལ་ཆུ་ཡལ་བཅོས་རོང་འདི་ཉུག་ཡོད་འོང་དེ་ཡག་ཐག་གཅོད་ཐུབ་མིག་ལ་ཆུ་ཡལ་དེ་མང་པོ་འདུག་ར་གོང་ལ་དཔག་ཚོད་རེད་ཨ་བརྒྱ་ཆ་ལྔ་བཅུ་བཅག་ནས་ཉོས་ན་དེ་ལས་མང་ཨ་ར་ཨ་ནི་དཔེར་ན་གཉིས་འགྲོ་ར་བ་གཅིག་པ་ར་གཞན་པ་རྐང་གཅིག་བཅས་ཉོས་ན་ཡང་དེ་སུ་གོང་ཆེན་པོ་ཡོད་རེད་ཡ་འོང་དེ་བཞིན་མིག་འོག་ལ་ཆུ་ཡལ་འོང་དེ་གཅིག་པ་གཅིག་ཀྱང་ད་ལྟ་ཤེས་གཏམ་ཡོད་རྒྱུ་བཅོས་རེད་ད་ང་འོང་དེ་རྫོགས་ར་ཨ་ནི་འོང་དེ་བཞིན་ང་ད་ལྟ་ངས་འདི་སྔས་ཀྱི online ལ།

ལས་ཀྱི་འདུས་པ་ཆོས་གང་བ་ཚང་བ་ཨ་ནི་ང་ཙམ་ཙམ་འདི་མིག་ཟུར་དུ་འཛུལ་དུ་འཛུལ་གང་ལས་དེ་ཆུ་རྒོད་པ་ཁ་ཅན་འདི་མིག་སྙན་མ་དུ་འཛུལ་དེ་ཟུར་དུ་འཛུལ་ལས་ལིའི་དྭགས་ཡང་མང་ཆེ་འོག་སྤྱི་བོ་མེད་པ་གང་བ་ཚང་མ་འདི་ཆུ།

ཨ་ནི་འོ་འདྲ་འགྲོ་རེད་ད་ངས་ཨ་ཅི་སྟེ་དགོན་བདག་ཨ་ཅི་འགྲོ་འི་ན་ལོ་རེའི་ནང་ལོ་ལ་ཁ་ཅི་ནས་ད་རིང་སྟོན་དགོས་ཡ་དེ་ག་ཡིན་ལ་ན་ཁ་ཅི་ནས་ད་ལོ་རེའི་འགྲོ་འི་ན་མི་ཚང་མ་ཡ་ཧ་ཧུ་དོ་ཡ་ཨ་ནི་དེ་ག་ལ་དེ་བ་ལ་ངས་ཐང་གི་ལ་བ་ནང་ཤི་ར་བརྒྱ་ཆ་ལྔ་བཅུ་བཅའ་དུས་ཨ་སོ་སོ་ཉོ་ག་འགྲོ་ན་གོང་ཡའི་ཁྱེའུ་ཚང་མ་ཡ་ཧུ་ར་འི་ད་ཨོ་དེ་རེད་ཨ་ནི་ཁ་ལ་ཆུ་ཡ་ངའི་ཨ་ཅི Favorite དེ Vaseline ལ་ལྕ་ང་ཚམ་ཚམ་ཁ་གང་ཞིག་ཡ་ཧུ་མེད་ཁ་པགས་པ་བི་དེ་འི་རེད་ཨོ་དེ་ཏག་པ་ད Vaseline ད་ཡེར།

དེ་ཡི་ཡང་དག་ཆོས་དུ་ལྟ་དེ་ཚོའི་ལོ་རེ་ཡར་དེ་ཚོ་ག་རེ་ལྟ་སྲོལ་ཡོད་ལ་ནི་ཁྱོད་རང་ཚོ་དོ་སྣང་བྱེད་ངེས་ཡིན་ནར་ད། ད་ལྟ་སྒམ་ཤོག་རྒན་གཡུ་ཚ་དང་ད་འདི་གསང་བ་འདི་རེད་ར་ཡིན་ནའི་ད་ལྟ་སྒམ་ཤོག་གཡུ་ཚ་དང་གཞན་པ་སྒམ་ཤོག་རྒྱབ་ལོག་ལས། ལོ་ག་ཚོད་ནས་ག་ཚོད་ཡིན་པ་ད་ལོ་ག་ཅིག་ཚང་མ་ཟུར་དེར་ཁྲིད་ཡོད་ར་ཁྱོད་རང་ཚོ་སོ་སོའི་ལོ་ཚད་ལ་དཔག་པའི་ཡར་ལོ་སུམ་ཅུ་བཞི་བཅུ་འདི་ཚང་མ་ག་ཅིག་ཁྲིད་ཡོད་ར། ཧོན་འདི་ལྟར་ལོ་སུམ་ཅུ་གང་ལེན་ན་འདི་ཡ་ཡག་ད་ཆོད་དུ་ཧོན་འདྲེ་འགྲོ་རེད་ད་དེ་ང་ལོ་རེའི་གོང་ལྕགས་དུས་ངའི་འདྲེ་ཉོ་སྐོར་ད་ནི་ང་རང་ལས་ཡག་པོ་ཡོད་དེ་ཁྱོད་ཚོ་ལ་སྟོན་བྱས་ནས་ཁ་མི་འདོག་ཡ་ཧོན་འདྲེ་འགྲོ་ཅི་རེད་ནི་གལ་སྲིད་ཡང་ལོ་རེའི་སྐད་ཅི་ཞག་རྩི་ཉི་མ་ཀ་ཡ་ཁོ་ར་ལོ་ག་འགོ་ཡོད་ན་དེ་འདི་འདི་བས་ཡག་ད་ཆོད་དུ།

ཐེངས་ངེད་ལོ་རེའི་དེ་ཡོང་དེ་བཞིན་སྟོན་སྐོར་དང་ཁ་ཆེམས་བཏབ་ལོ་རེའི་མི་ཚང་མ་ཡང་ཧ་གོ་དེ་ཡིད་དུ་ཡང་འོང་དེ་བཞིན། ཨ་ནི་གཞན་པ་ལོ་རེའི་ག་རེ་ཡོད་རེད་ང་ལ་ཨ་ནི་འོང་ད་ནམ་རྒྱུན་ད་ག་ཟེ་ཡང་ནང་ལ་ཕྱི་ལོག་ཡས་མས་སུ་འགྲོ་དུས་ཏིས་ཏིས་གཙང་མ་ར་གོ་འདུག་ན་ཨ་ནི་དེ་ཞག་རྩི་ཆུ་ཚང་མ་ཕྱི་ཚ་གི་ར་ཨ་ནི་ད་ཉི་མའི་དགུང་ལ་ཡིན་ན་དེ་དེ་བི་བི་ཀི་རིམ་འགྲོ་བོ་བྱུང་ངེས་ཨ་ནི་ངས་དེ་བྱུས་ཡོད་པ།

ཚོན་འདྲ་དེ། Chocolate ཚོན་འདྲ་ནའོ་ར་ཁ་ལས་ཆུ་དུས་ཏག་ཏག་འགྲོ་འོད་ཡང་ཞུ་འོད་བསྒྲགས་ཡོད་མར་ད་ཏག་ཏག་འགྲོ་ཕྱིར་ཁོ་ཚོན་འདྲ་དེ། འོན་འདི་རེད་ནི་ནམ་རྒྱུན་ངས་ཡར་མར་འགྲོ་དུས་ད་མང་ཆེས་འགྲོ་འོད་འདི་རེད་ཆུ་དེ་དེ་ནི་འོན་འདི་ལྔ་བརྒྱ་བདུན་ཅུ་རེད་བཤད་གལ་སྲིད་འདི་ངས་ལས་ཁྱོད་རང་སྐད་ཆ་དྲིས་ངན་དེ་ཚོ་འོན་འདྲ་འགྲོ་ཕྱིར་རེད་ནི་དེ་ད་གལ་སྲིད་འདི་ད་འདྲ་འོ་འགྲོ་འོད་ཡང་སུ་སུའི་ན་བ་འགྲོ་གི་འོད་ནར་ད་ར་ནི་ཡང་ཚོན་འདྲ་དེ་ཡག་ཐག་ཆོད་དུ་མེད་བརླིང་ག་ཆི།

ཡ་ཡ་ཨ་ནི་ཚང་མ་ལ་ཨ་ནི་ཡ་རྗེས་མ་ནི་མཐུ་ན་རྗེས་ཡོང་ཡ་ཁྱོད་རང་ཚོ་གལ་སྲིད་སྐད་ཆ་རོ་དྲི་ཡ་ཡོད་ན་ཨ་ནི་ཡ་ང་ལ་ཞུ་གོ་མཆན་ནང་ལ་བཀོད་ནས་དྲི་གི་འདུག་ཡ་ཟུར་ལ་མཆན་ནང་ལ་ཡ་ཁ་ཤས་གཅིག་ཡོད་ས་ར་གང་ཞིག་ཁ་ཤས་ཡ་མཆན་ནང་ལ་དྲི་མི་འདུག་ཡ་ཡང་དེ་འདྲའི་དོགས་པ་ར་ཡ་ན་ཡ་ཟུར་ལ་བཏང་ནས་དྲི་གི་འདུག་ཁྱད་པར་མི་འདུག་ར་ཨ་ནི་ཡ་ཡ་རྗེས་མ་རྗེས་ཡོང་ད་དེ་ཞག་རྩི་བཅག་བཅག་བྱོས། ད་ངས་ཡིན་ནི་ཚང་མ་ལ་ཟིང་ཆ་གནང་གོ་ད་ཟིང་ཆ་གནང་གོ་ལ་ད་ངའི་གནད་དུ་འདི་ལྟ་སྟེ་ཁྱོད་ཚོས་ཉག་བསྡད་དོ་ཧོ་མ་ར། ཨ་ནི་ཨེ་ད་རྗེས་མ་ཉིན་ཐུག་ན་རྗེས་ཡོང་ཨ་ནི་ཡང་གལ་སྲིད་འདི་ཉིན་ཐུག་འདི་ལྟ་ངའི་ས་བ་ཡིན་ན་ཨ་ནི་ཚོགས་ཞུགས་གནང་རོགས་གནང Don't forget to subscribe my channel ཨ་ནི་ཡིན་ང་ཚོ་ཞི་བའི་འོས་བོད་བྲོ་ག་ནང་མི་ནས་བཀའ་དྲིན་ཆེ་ཚེ་རིང་ཚང་མ་ལ།